འདི་གའི་ཁྲིད་དེ་བསྡུས་དུས་ཅིག་ངོ་སྤྲོད་བྱེད་དགོས་རེད་གསུངས་འདུག་ངེས་པར་མཛོད་ཅིག་སི་སྙན་ནང་བཟུང་དོན་ཐུགས་ལ་ངེས་པར་མཛོད། ད་གཙོ་བོ་བསྐྱེད་རིམ་རྫོགས་རིམ་གཉིས་ཡོད་པའི་ནང་ནས་འདི་རྫོགས་རིམ་གྱི་རྒྱུན་གྱི་རྣལ་འབྱོར་ལ་སླེབས་ཀྱི་ཡོད་རེད་འདི་ཁྲིད་དེ་རྫོགས་རིམ་རྒྱུན་གྱི་རྣལ་འབྱོར་ཞིག་བཞག་དགོས་ཀྱི་རེད་དེ་བཞག་པའི་སྐབས་སུ། སྔོན་འགྲོ་ངེས་པར་དུ་གལ་ཆེ་བ་རེད་ད། ཆུ་སྔོན་འགྲོ་དངོས་གཞི་མཇུག་གསུམ་ཡོང་གི་ཡོད་རེད་ད་ནི་སྔོན་འགྲོ་ལ་དང་པོ་དེ་མི་དག་པའི་གི་ལོག་གུག་རེད་གསུང་བ་རེད་ཅིག་ཡོད་ད་རབ་བྱུང་ན་མི་དག་རག་པའི་མི་དག་པ་དང་ཁྲ་བའི་མི་དག་པ་ཐ་དག་ལ་ཡ་ཡིག་རབ་ཏུ་འཁུམ་ཐུབ་པ་ཅིག་གུག་གི་རེད་གསུང་གི་ཡོད་རེད་དེ་ནི་མི་དག་པའི་རྒྱུད་བཀུར་བ་བྱས། མི་དག་བོད་ཀྱི་རྒྱུད་ལེགས་པར་འབྱོངས་ན་དེ་དག་དེ་འདྲ་འཁོར་བ་ལ་ཡང་ངེས་འབྱུང་གི་བློ་སྐྱེ་གི་རེད། ངེས་པར་འབྱུང་བའི་བློ་སྐྱེ་བ། དེ་ཡིན་དུ་དང་པོ་དེ་མི་དག་རྒྱུད་བསྐུལ་ངེས་འབྱུང་ཞེས་གཉིས་བྱེད། དང་དངོས་གཞི་གི་ཉམས་ལེན་གྱི་སྐབས་སུ་གསུམ་པ་དེ་རེད་ག་རེ་ཡོང་གི་ཡོད་རེད་ཟེར་ན་བྱང་ཆུབ་ཀྱི་སེམས་སླེབས་ཀྱི་ཡོད་རེད་ཐུན་མོང་ལ་ད་ཀུན་རྫོབ་བྱང་སེམས་དོན་དམ་བྱང་སེམས་སེ་ཡ་འདྲ་བོ་དང་ད་ཚིག་གི་བློ་སྦྱོང་གི་སྐབས་སོགས་ཡིན་ན་ཇོ་བོའི་མན་ངག་རྒྱུ་འབྲས་བདུན་གྱི་ཐོག་ནས་བཤད་ཡ་ལ་སོགས་པ་དེ་ཚོའི་རིམ་པ་དེ་ད་མང་པོ་ཤེས་ཀྱི་ཡོད་རེད་སྤྱོད་འཇུག་གི་སྣང་བ་ཡིན་ན་སྨོན་སེམས་དང་འཇུག་སེམས་ལ་སོགས་པ། དེ་འབྲེལ་གྱི་ཐོག་ནས་མང་པོ་བཤད་ཡོད་རེད་གང་ལྟར་ཡང། ཐུར་བསྡུས་པ་ཡིན་ན་སེམས་ཅན་ཐམས་ཅད་རྣམ་མཁྱེན་གྱི་ས་ལ་བཀོད་འདོད་ཀྱི་བློ་སྨོན་སེམས་དང་དེ་རེ་བཀོད་པའི་ཆེད་དུ་མངོན་ཤེས་ཀྱི་བྱང་ཆུབ་སེམས་བསྐྱེད་ནས་ཕར་ཕྱིན་དྲུག་ལ་བཟོད་པའི་གྱི་རྟགས་ཐེག་པ་ཆེན་པོའི་གྱི་རྟགས་བ་དགོངས་པ་བསྐྱོད་པ་ལ་བསླབ་པའི་དེ་འཇུག་སེམས་རྣམས་ལ་སླེབ་ཀྱི་ཡོད་རེད་དེ་འདྲ་ཡིན་དུས་སྨོན་འཇུག་གི་སེམས་ཀྱང་དགོས་བ་བྱང་སེམས་ཀྱང། ཡོད་ནི། བྱང་སེམས་སྔོན་དུ་བརྒྱངས་ནས་སྐྱབས་འགྲོ་ལབ་པ་དེ་ཤེས་ཡོད་ན་སྐྱབས་འགྲོ་འདི། ཐུན་མོང་གི་སྐྱབས་འགྲོ་མ་ཡིན་པར་ཐེག་ཆེན་གྱི་སྐྱབས་འགྲོ་ཞིག་ཡོད་པ་རེད་ཐེག་པ་ཆེན་པོའི་སྐྱབས་འགྲོ་ཤེས་ཡ་ལ་དང་པོ་བྱང་ཆུབ་ཀྱི་སེམས་སྔོན་དུ་འགྲོ་བྱང་ཆུབ་ཀྱི་སེམས་དེའི་དྲངས་པས་དེ་ནི་བདག་གི་བློ། སངས་རྒྱས་ལ་སྐྱབས་སུ་འགྲོ་བ་བློ་ཆོས་ལ་སྐྱབས་སུ་འགྲོ་བ་བློ་དགེ་འདུན་ལ་སྐྱབས་སུ་འགྲོ་བ་དེ་ཡོང་གི་ཡོད་རེད་དེ་ཡོང་ན་དེ་འདྲ་གི་སྐྱབས་འགྲོ་དེ་ཐེག་པ་ཆེན་པོའི་སྐྱབས་འགྲོ་ཟེར་ཡོང་གི་ཡོད་རེད་དེ་ལ་དེ་ནི་ད་ལྟ་གོ་རིམ་ལ་ཡ་དེ་ནི་བྱང་སེམས་བརྒྱངས་བ་བྱང་བྱང་སེམས་རྒྱང་ནས་སྐྱབས་འགྲོ་ཟེར་བཤད་པ་རེད་སྐྱབས་འགྲོའི་སེམས་བསྐྱེད། དེ་ནས་དངོས་གཞིའི་ཉམས་ལེན་འདི་འདིའི་སྐབས་སོགས་ལ་གཙོ་བོ་བླ་མ་ལ་གསོལ་བ་བཏབ་ཡ་བཤད་པ་རེད་ད་བླ་མ་ལ་གསོལ་བ་བཏབ་ཟེར་ཡ་དེ་ཟབ་པའི་ཆ་ནས་བཤད་ཀྱི་ཡོད་རེད་ཟབ་པའི་ཆ་ནས་བཤད་ཟེར་དུས་ག་རེ་ཟེར་གྱི་ཡོད་ཟེར་ན་དུས་རྒྱུན་ང་ཚོ་དང་པོ་བྱིན་རླབས་ཀྱི་རྩ་བ་བླ་མ་ཟེར་བའི་སྐབས་ལ་ཟུར་གཅིག་བཅད། དེ་ནས་དངོས་གྲུབ་ཀྱི་རྩ་བ་ཡི་དམ་ཟེར་དུས་ཟུར་དུ་གཅིག་བཤད། ཆོས་སྐྱོང་གི་རྩ་བ་ཕྲིན་ལས་ཀྱི་རྩ་བ་མཁའ་འགྲོའམ་ཆོས་སྐྱོང་བཤད་ད་དེ་རེ་ཞིག་བཤད་ནས་རྩ་གསུམ་སོ་སོ་ལ་བཤད་པའི་སྐབས་གཅིག་ཡོང་གི་ཡོད་རེད། ད་ལྟ་འདིའི་སྐབས་སུ་ལ། འདི་ནི་ཅིག་གི་བླ་མ་སོ་སོ་ག་རེ་དགོངས་ཀྱི་ཡོད་པ་ཡིན་ན་ཡང་བླ་མ་དེ་ཡི་ནང་ལ་སྐུ། དགེ་འདུན། གསུང། དམ་ཆོས། ཐུགས། སངས་རྒྱས་ཏེ། སྐུ་གསུམ་ཀུན་འདུས་ཀྱི་བདག་ཉིད། རྩ་གསུམ་ཀུན་འདུས་ཀྱི་རང་བཞིན། བླ་མ་ཡིད་བཞིན་ནོར་བུ། དེ་ནི་ཅིག་གི་སྐྱབས་དང་རེ་ས་ཆེ་རང་མ་གཏོགས་མེད། ཡིད་ཆེས་ཤེས་དང་ཅི་མཛད་ཆེས་ཤེས་ཅི་གསུང་ཚིག་འཛིན་གྱི། ནི་ཅིག་གི་བློ་བཅོས་མ་མ་ཡིན་པ་ཅིག་རྒྱུད་ལ་སྐྱེ་དགོས་ཀྱི་ཡོད་དེ་སྐྱེས་པ་ཡིན་ན་འདིའི་སྐབས་སུ་ཡང་བླ་མ་ལ་གསོལ་བ་བཏབ་ཟིག་ཡོད་རེད། གསོལ་བ་བཏབ་ཟེར་དེ་ཡང་ད་ལྟ་བློ་སྦྱོང་ཁ་ཤས་ནང་ལ་ཡང་བླ་མའི་རྣལ་འབྱོར་ཁ་ཤས་ནང་ལ་གསོལ་བ་སྙིང་གི་དཔྱིད་ནས་འདེབས་གསུང་བར་གསོལ་བ་སྙིང་གི་དཔྱིད་ནས་འདེབས་ཟེར་དེ་སྙིང་གི་དཔྱིད་ཟེར་རྒྱུ་མཚན་དེ་བཅོས་མ་མ་ཡིན་པ་གིས་དད་པ་སྐྱེ་དགོས་པ་རེད་གསུང་བར་བཅོས་མ་མ་ཡིན་པ་གིས་གསོལ་བ་བཏབ་པ་རེད། བཅོས་མ་མ་ཡིན་པའི་གསོལ་བ་བཏབ་ཡ་ལ་དང་པོ་བླ་མའི་སྐུ་ཡི་ཡོན་ཏན་གསུང་གི་ཡོན་ཏན་ཐུགས་ཀྱི་ཡོན་ཏན་ཡོན་ཏན་གྱི་ཡོན་ཏན་ཕྲིན་ལས་ཀྱི་ཡོན་ཏན་དེ། སྐུ་གསུང་ཐུགས། ཡོན་ཏན་ཕྲིན་ལས་མི་ཟད་པ། འཁོར་ལོ་རྒྱན་གྱི་འཁོར་ལོ་ལྔ་ཡི་ཡོན་ཏན་མཐའ་དག་བློ་ལ་ངེས་པར་བྱས། དེ་འདྲ་ངེས་ཡོན་དུ་དེ་འདྲ་གྱི་གསོལ་བ་གདབ་པའི་ཡུལ་བླ་མ་དེ་ནི་གཅིག་གི་དུས་གསུམ་སངས་རྒྱས་ཐམས་ཅད་འཛོམ་པ་ཡིན་ན་ཡང་བླ་མ་དེ་ལས་ལྷག་པ་མི་འདུག་ཡོད་ན་དེའི་ཆོག་པ་མེད་ན་ཐབས་ཆག་པའི་གི་ད་བླ་མ་ཅིག་ཡིན་འདི་འདྲ་དེ་སྐྱབས་དང་རེ་ས་ད་བླ་མ་འདི་གིས་འགྲིག་གི་འདུག་ད་ནི་དེ་ལ་བརྟེན་ནས་བླ་མ་འདིའི་ནང་དུ་ཡི་དམ་པའོ། མཁའ་འགྲོ་ཆོས་སྐྱོང་སོགས་མ་ཐམས་ཅད་བསྡུས་ཏེ་བཞག་དེའི་འདུས་པ་ལ་བརྟེན་ནས་ང་ཚོས་དུས་རྒྱུན་རྩ་གསུམ་ཀུན་འདུས་ཀྱི་བདག་ཉིད་དཀོན་མཆོག་ཀུན་འདུས་ཀྱི་ངོ་བོ་ཟེར་ནས་བཤད་ཡ་དེ་ཡོན་ཏན་དེ་ཤེས་པའི་ཐོག་ནས་དཀོན་མཆོག་ཀུན་འདུས་རྩ་གསུམ་ཀུན་འདུས་ཟེར་བཤད་ཀྱི་ཡོད་རེད་མ་གཏོགས་བླ་མེད་ཀྱི་ཆེ་བ་འདོན་ཡ་དང་བླ་མ་དེ་གཅིག་གི་རྩ་བ་ཆེན་པོ་གཅིག་རེད་བསམ་བྱས་ནས་དེ་གར་སྒྲོག་དག་གིས་ཆེ་ཆོས་ཀྱི་ཡོན་ཏན་གཅིག་བཤད་བཞག་པ་རྩ་བ་ནས་མ་རེད། ལྷག་པར་དུ་གསང་སྔགས་སྙིང་པོའི་ཉམས་ལེན་འདི་འདྲ་གི་ནང་ལ་ཡ་བླ་མའི་ཐུགས་དང་རང་སེམས་དབྱེར་མེད་དུ་བསྲེ་བསྐོར་ཡ་དེ་བླ་མའི་རྣལ་འབྱོར་གྱི་མཐའ་ཐུག་གི་བབས་སོ་དེ་རེད་བ། དེ་རེད་མ་གཏོགས་བླ་མའི་རྣལ་འབྱོར་གྲངས་ཀ་གཅིག་པུ་བསགས་ནས་འབུམ་བསགས་ཡོད་ཁྲི་བསགས་ཡོད་སྣེ་གཅིག་བྱེ་བ་བསགས་ཡོད་ཟེར་བ་ཙམ་ཞིག་གིས་བླ་མའི་རྣལ་འབྱོར་འགྲུབ་པ་ལ་ཚད་ལ་ཡག་གི་ཡོད་མ་རེད། བླ་མའི་རྣལ་འབྱོར་འགྲུབ་དགོས་རེད། བླ་མའི་རྣལ་འབྱོར་འགྲུབ་ནས་བླ་མའི་རྣལ་འབྱོར་འགྲུབ་དགོས་ཀྱི་ཡོད་རེད་གཉིས་འདུག་ག་ཚིག་དང་པོ་འགྲུབ་དགོས་ཀྱི་འདུག་ག་འགྲུབ་ཡ་ལ།

ད་དེ་འདྲ་ཅིག་འགྲུབ་ནས་གྲུབ་མཐའ་ཉེ་རུ་ཉེ་རུ་ཉེ་རུ་འགྲོ་ཡོང་དུས་བླ་མའི་ཐུགས་དང་རང་སོ་དབྱེར་མེད་དུ་གསལ་བ་དེ་བླ་མའི་རྣལ་འབྱོར་གྱི་མཐར་ཐུག་གི་བབས་སོ་དེ་དེ་རེད། ད་དེ་འདྲ་སླེབས་དགོས་ཀྱི་ཡོད་རེད་དེ་སླེབས་ཡག་ལ་དེ་འདྲ་གི་བླ་མ་དེ་དོན་དམ་པའི་བླ་མའི་རྣལ་འབྱོར་ཞེས་བཤད་ཀྱི་ཡོད་རེད་ཀུན་རྫོབ་ཀྱི་བླ་མ་མ་རེད་དོན་དམ་པའི་བླ་མའི་རྣལ་འབྱོར་བཤད་ཀྱི་ཡོད་རེད་དེ་འདྲ་ཡིན་དུས་བླ་མ་ཐུགས་ཡིད་གཅིག་འདྲེས་ཐུགས་ཡིད་གཅིག་རེད་ཟེར་ཡག་རྫོགས་པ་ཆེན་པོའི་སྐབས་སུ་ལ་ཀ་དག་དགོངས་པའི་ངང་ལ་ཡང་དེ་ནི་གཅིག་ལྷུན་གྲུབ་རིག་རྩལ་ལྷ་སྔགས་སྒྱུ་མ་རྒྱང་ལུས་བཟང་རླུང་དང་མིང་འབྲེལ་ནམ་མཁའ་དང་རིག་པ་མ་བཅོས་སྤྲོ་བསྡུའི་དྲྭ་བར་བཞག་གསལ་སྡུག་བསྔལ་རང་གྲོལ་གྱི་ཉམས་ལེན་འདི་ཤེས་ཀྱི་ཡོད་རེད་འདོད་ཆགས་རང་གྲོལ་ཞེ་སྡང་རང་གྲོལ་གཏི་མུག་རང་གྲོལ་ཕྲག་དོག་རང་གྲོལ་སེར་སྣ་རང་གྲོལ་ལ་སོགས་པ་ཉོན་མོངས་ལ་གཉེན་པོ་གཏན་ནས་སྐྱོ་མ་དགོས་པར་ཉོན་མོངས་ངོ་བོ་དེ་ཡེ་གདོད་མ་ནས་ཡེ་ཤེས་ལྔ་ཡི་རང་བཞིན་ཡིན་པར་ངོ་ཤེས་པ་དེ་འདྲས་ཀྱི་ངོ་ཤེས་པའི་ཀྱི་ངོ་ཤེས་ས་ཀྱི་གཞི་དེ། དོན་དམ་པའི་བླ་མའི་རྣལ་འབྱོར་གྱི་ཉམས་ལེན་གྱི་ནང་ནས་དང་པོ་ཡོང་ས་དེ་ནས་ཡོང་གི་ཡོད་རེད། སྦྱང་ན་ཡང་དེའི་ཐོག་ལ་སྦྱང་དགོས་ཀྱི་ཡོད་རེད་ད་དུང་འགྲོ་ས་ཡང་དེའི་ཐོག་ལ་འགྲོ་བག་བག་དགོས་ཀྱི་ཡོད་པ་རེད་འོང་དེ་འདྲ་ཡིན་དུས་ད་ད་ལྟ་འདིའི་སྐབས་ནས་ཁྲིད་ཡིག་གི་སྡོམ་དེ་རྒྱག་ཡོང་དུས་ཙམ་པ་ལ་དེ་རིགས་དུ་བ་རིག་པ་མ་བཅོས་སྤྲོ་བསྡུར་ཕྲ་བ་ཤ་དེ་ཚེ་དུག་ལྔའི་རྟོག་པ་ཅིར་བྱ་ཡང་སྔོན་བསུ་རྒྱས་བཅོས་བློ་ཡིས་མ་བཅོས་པར་འགྲོ་འདུལ་བཞིན་དུ་འགྱུ་དྲན་རང་སར་འགྲོ་ད་ཉམས་ལེན་གྱི་གཙོ་བོ་དེ་རེད་ང་ཚོ་དུས་ཆེན་སྤྱི་དང། ཉམས་ལེན་གང་འདྲ་ཞིག་བྱས་པ་ཡིན་ན་ཡང་གཅིག་གིས་འདོད་ཆགས་ཞི་བར་བྱིན་གྱིས་བརླབ་ཏུ་གསོལ་ཞེ་སྡང་ཞི་བར་བྱིན་གྱིས་བརླབ་ཏུ་གསོལ་ཡེ་ནས་མ་ཅིག་ཐུགས་རྗེ་དེ་བྱིན་རླབས་ཅིག་གནང་བྱས་ནས་སོ་སོའི་ཉམས་ལེན་གང་ཡང་བྱས་མ་དགོས་པར་བྱས། དེ་འདྲ་ཅིག་ལ་ཡང་བསམ་བློ་བཏང་ནས་བླ་མའི་ཐུགས་རྗེ་དང་ཡི་དམ་ལྷ་ཡི་ཐུགས་རྗེ་ལ་བརྟེན་བྱས་ནས་དེ་ཡི་ནུས་པ་ལ་བརྟེན་ནས་ཆགས་སོགས་ཉོན་མོངས་པའི་བློ་དེ་རང་བཞིན་གྱིས་ཞི་འགྲོ་གི་རེད་བསམ་གྱི་ཡོད་རེད་དེ་རྩ་བ་ནས་མ་རེད། དེ་ཡོང་གི་ཡོད་མ་རེད་ང་ཚོས་སློབ་སྦྱོང་བྱེད་དགོས་ཀྱི་ཡོད་རེད་བསམ་བློ་གཏང་དགོས་ཀྱི་ཡོད་རེད་ནན་ཏན་བྱེད་དགོས་ཀྱི་ཡོད་རེད་ནན་ཏན་བྱེད་ཡ་ལ་བློ་ཡི་རིམ་པ་དང་བསྟུན་བྱས་ནས་དབང་པོ་རྣོ་རུ་རྟུལ་བུ་གྱི་ཉམས་ལེན་དབང་པོ་འབྲིང་གི་ཉམས་ལེན་དབང་པོ་མཆོག་རབ་ཀྱི་ཉམས་ལེན་རིམ་པ་ཡོང་གི་ཡོད་རེད་ད་སོ་སོ་ཐུབ་པ་ཡིན་ན་ཚོགས་བསགས་པ་སྒྲིབ་པ་རྒྱང་བ་སྔོན་དུ་སོང། ཉམས་ལེན་གྱི་རིམ་པ་དེ་ཡང་རྒྱལ་བའི་བསྟན་པ་ལ་འཇུག་པའི་ལམ་གྱི་རིམ་པ་དེ་གོ་རིམ་མ་ནོར་བ་ཞིག་གི་ཐོག་ནས་དུ་ཟིན་ནས་ཉམས་ལེན་འགྲོ་ཡོང་དུས་ཨ་ནེ་གཅིག་མཐར་ཐུག་གི་སླེབས་ས་དེ་ལ་ད་ལྟ་འདི་འདིའི་སྐབས་སུ་ལ་ཉམས་ལེན་གྱི་འདོམས་རྒྱག་ཡོད་པའི་ག་རེ་སོང་བ་རེད་ཟེར་ན། དེ་ནི་དེ་ཚེ་དུག་ལྔའི་རྟོག་པ་ཅིར་ཤར་ཡང་སྔོན་བསུ་རྒྱས་བཅོས་བློ་ཡིས་མ་བཅོས་པར་འགྲོ་འདུལ་ཤིན་ཏུ་འཇུག་འབྲས་རང་སར་གྲོལ་གཏི་མུག་གནམ་དུ་དུས་མིན་འཆི་བ་གོས་རིག་སྟོང་ཆོས་དབྱིངས་ཡེ་ཤེས་ངང་དུ་ཐིམ་ད་འདི་རེད། དང་པོ་གནམ་དུ་བཅས་ཡོང་གི་རེད། གནམ་དུ་ལ་ཞེད་སྣང་སྐྱེ་དགོས་ཡ་དང། སྐྲ་བགོ་ཡ་དང་གཅིག་སེམས་ཚབ་བགོ་ཡ་གང་ཡང་ཡོད་མ་རེད། ག་རེད་ཟེར་ན་རྣམ་རྟོག་གི་གཞི་རྩ་མེད་པ་རེད། རྣམ་རྟོག་གཞི་རྩ་བྲལ་བ་རེད། གཞི་རྩ་དང་བྲལ་བས་ཀྱི་རྣམ་རྟོག་དེ་རྩད་ཆོད་ཡོང་དུས་གཞི་རྩ་དེ་ཆད་ཡོང་དུས་རྩ་བ་དེ་བཅད་ཡོང་དུས་རྣམ་རྟོག་ལ་སྟོབས་དང་ནུས་པ་མེད་པ་རེད་ད་ལྟ་བར་དུ་ཐོག་མེད་ནས་ད་ལྟ་བར་དུ་ལ་ཡང་རྣམ་རྟོག་གིས་བཅིངས་རྣམ་རྟོག་གིས་སྒྲོག་ཏུ་ཚུད། རྣམ་རྟོག་ལ་དམ་པོར་འཛིན་པའི་ཉེར་ལེན་ན་བརྟེན་ནས་རྣམ་རྟོག་གིས་འཁོར་བ་ལ་བཅིངས་པ་མ་གཏོགས་གཞན་བྱེད་པ་པོ་གང་ཟག་གཞན་གཅིག་དང་ལྷ་འདྲེ་འབྱུང་པོ་ཐུ་བོ་ཆེ་གཅིག་གིས་ང་ཚོར་འཁོར་བ་ལ་བཅིངས་ཀྱི་མེད་པ་རེད། རྣམ་རྟོག་རང་ཉིད་ཀྱིས་རང་ཉིད་སྲིན་བུ་དར་གྱི་ཁ་ཆུ་བཏུམ་པ་ལྟ་བུ་བྱས་ནས་རང་གིས་རང་བཅིངས་ཀྱི་ཡོད་པ་རེད། ད་བླ་མའི་མན་ངག་འདི་འདྲ་ཅིག་བཏོན་ཡོང་དུས་དུག་ལྔ་རང་གྲོལ་གྱི་ཉམས་ལེན་འདོད་ཆགས་རང་གྲོལ་ཞེ་སྡང་རང་གྲོལ་གཏི་མུག་རང་གྲོལ་ལ་སོགས་པ་ཉོན་མོངས་ཀྱི་རྟོག་ཚོགས་གང་འདྲས་ཅིག་སྐྱེས་པ་ཡིན་ན་ཡང་དེ་ལ་དམ་དུ་མ་འཛིན་ནས་ཁུ་དང་པོ་ནས་གཅིག་གིས་མངོན་སུམ་དུ་རྟོགས་ཐུབ་ན་དེ་རབ་རེད། དེ་ལྟར་མ་རྟོགས་ན་ཡང་གཅིག་ཁོ་བོའི་ཡིད་མེད་རེད་རྩ་བ་དང་བྲལ་བ་གཅིག་དངོས་གནས་རེད་འདི་ཡོད་རེད་བསམ་པའི་གི་འདུ་ཤེས་དེ་འདྲ་གཅིག་གི་བློ་གཅིག་གི་ཡང་དག་པའི་གི་བློ་དང་ཡང་དག་པའི་འདུ་ཤེས་གཅིག་རྟག་ཏུ་ང་ཚོས་དེ་ལ་བརྟེན་ནས་དེ་ལ་བདེ་བ་བདེ་ཡིན་ན་གྲ་སྒྲིག་བྱས་ནས་མངོན་ཚུལ་ནི་དྲན་ཤེས་བག་ཡོད་བཞིན་དུ་བདེ་གི་ཡིན་ན་རྟོག་པ་སྐྱེས་ཡོད་དུས་འདུ་ཤེས་སྐྱེས་ཡོད་དུས་རྟོག་བཟོ་སྐྱེས་ཡོད་དུས་བར་དུ་གཅོད་ཐུབ་ཀྱི་མ་རེད། ཉམས་ལེན་གྱི་སྐབས་སུ་རྟོག་པ་སྐྱེས་མ་སྐྱེས་ལ་ཡང་སེམས་ཁྲལ་མི་དགོས་རེད་དོ། སྒོམ། ཐུན་མོང་བའི་སྒོམ་བརྒྱབ་ཡོད་དུས་འོ་ད་རྣམ་རྟོག་སྐྱེས་སོང་སྒོམ་ལ་བར་དུ་གཅོད་སོང། ད་རྣམ་རྟོག་གཅིག་སྐྱེས་ཡོང་གི་འདུག་ང་སྒོམ་ཡག་པོ་ཡོང་གི་མི་འདུག་སྒོམ་ལ་བར་གཅོད་བྱེད་ཀྱི་འདུག་བསམ་ཡོད་དུས་རྣམ་རྟོག་དེ་སྒོམ་ལ་བར་ཆད་བྱེད་ངེས་ཅི་ལ་བསམ་བློ་བཏང། བར་ཆད་བྱེད་ས་དེ་ངས་སྒོམ་དེ་ཡིན་བསམ་ཡོན་དུ་སྒོམ་དང། ཐ་མ་རིག་ཤེས་པ་སྐྱོང་ཡང་དེ་དང་དེ་ལ་བར་དུ་གཅོད་པའི་གི་རྣམ་རྟོག་གཉིས་སོ་སོར་འཛིན་ཡོན་དུ། དེ་ནི་སྒོམ་རྣམ་དག་དེ་མ་ཡོང་བ་རེད་སྙམ་ནས་དེ་རེད་བ། དེ་འདྲ་ཡོན་དུ་ཏང་ད་ལྟ་འདིའི་སྐབས་སུ་སོང་ཡ་ལ་བློ་ཡིས་མ་བཅོས་ཟེར་ཡ་དེ། རྟོག་པ་ཅན་དང་འདྲ་མ་བྱས་ན་ཆད་པ་མེད་པ་རེད་རྟོག་པ་ཁོ་རང་གཞི་རྩ་དང་བྲལ་བ་རེད་བསམ་པའི་བློ་དེའི་ངང་ལ་རྟག་ཏུ་བཞག་ནས་དེའི་ངང་དུ་གནས་ཐུབ་ན། རྟོག་པ་ཅན་ཡོང་ན་ཡང་ཆད་པ་མེད་པ་རེད་རྟོག་པ་སྐྱེ་གི་རེད་ཆད་པ་མེད་པ་རེད་རྟོག་པ་ལ་ཡང་སྐྱོན་དུ་ལྟ་མི་དགོས་བ་རེད་རྟོག་པ་ལ་ངེས་པར་ལྟ་མི་དགོས་བ་རེད་རྟོག་པ་དེ་བར་ཆད་རེད་བསམ་མི་དགོས་བ་རེད་རྟོག་པ་སྐྱེ་གི་རེད་ཆད་མི་འདུག་རྟོག་པ་ཁོ་རང་སྐྱེ་ཆོག་སྐྱེ་ན་ཡང་སྐྱེ་བཅུག་རྟོག་པ་སྐྱེ་རིམ་བཞིན་དུ་ངས་དེའི་ངོ་བོ་དེ་དང་རྩད་ཆོད་པ་བྱེད་ཀྱི་ཡིན་དེའི་ངོ་བོ་དེ་ངོ་ཤེས་པ་བྱེད་ཀྱི་ཡིན་བསམ་ཡོང་ན། རྟོག་པའི་ནང་ནས་ཆོས་ཉིད་རྙེད་པ་ཟེར་ཡ་དེ་དེ་ནས་ཡོང་གི་ཡོད་རེད། རྟོག་པ་ལ་བརྟེན་ནས་ཆོས་ཉིད་རྙེད་པ་རྟོག་པ་ལ་བརྟེན་ནས་ངེས་ཤེས་རྙེད་པ་རྟོག་པ་ལ་བརྟེན་ནས་ངོ་འཕྲོད་པ་ཟེར་ངོ་འཕྲོད་ཟེར་ཡ་དེ་གནས་ལུགས་ངོ་འཕྲོད་དགོས་གི་ཡོད་རེད་གནས་ལུགས་དེ་རྟོག་པའི་ནང་ནས་ངོ་འཕྲོད་པ་རེད་རྟོག་པ་ལ་རྩལ་སྦྱང་དགོས་བ་རེད་རྟོག་པ་ལ་རྩལ་སྦྱོང་བྱས་རྟོག་པ་ལ་གནད་དུ་བསྣུན་ནས་གདོང་གཏད་བྱས་མ་ཐུབ་ན་རྟོག་པ་རང་ག་བ་ཅིག་ལ་ཡང་འཛིན་ནས་འདི་སྐྱོན་གི་མ་རེད་བསམ་པ་ཡིན་ན་སྐྱོན་གི་ཡོད་རེད་བདམས་བསྡད་པ་རེད་ད་དུང་ཡང་བདམས་གི་རེད། ཡིན་ན་ཡང་ངོ་བོ་ངོ་ཤེས་པར་བྱེད་ཡ་ལ་དུས་རྒྱུན་དུ་ནི་དྲན་ཤེས་བག་ཡོད་བསྟེན་ནས་ཅིག་ནམ་ཞག་རྒྱུན་དུ་ནས་ཉིན་མཚན་ཁོ་མོ་ཡུལ་དུ་རངངང་ཞག་ཆུ་བོ་རྒྱུན་གྱི་རྣལ་འབྱོར་ལ་ཡང་གནས་ཐུབ་པར་བྱེད་དགོས་དགོས་དོ། དེ་འདྲའི་བྱེད་ཡ་ལ་ཅིག་འདོད་ཡོན་གྱི་གཟུགས་སྒྲ་དྲི་རོ་རེག་བྱ་ལ་སོགས་པ་མེད་ས་ཅིག་ལ་ང་ཚོ་སྒོམ་རྒྱག་དགོས་ན་རྒྱག་ཐུབ་ཀྱི་མ་རེད། འདོད་ཡོན་ལམ་དུ་ཆེ་བྱས་ནས་འདི་ཉམས་ལེན་གྱི་གྲོགས་སོ་སོ་ཁྱེར་ཏེ། མདོར་ན་སྤྱན་སྣང་ཕྱི་ལོགས་ལ་ཕར་ལྷག་སོང་བ་མ་ཡིན་པ། ཉམས་ལེན་རང་བྱུང་གི་རིག་པ་ནང་དུ་ལྷག་སོང་བ་མ་ཡིན་པ། རྟོགས་པ་གང་ཤར་སྤྱན་སྣང་གང་ཤར་དེའི་ཆོས་ཉིད་མཉམ་པ་ཆེན་པོའི་ངང་ལ་ཡ་མཚུར་བརྡ་སྒྲིལ་ཐུབ་ན། དེ་ཡི་ནང་དུ་བར་སྒྲིལ་ཐུབ་ན་དེ་ལ་གར་སོང་བ་རེད་བློ་ཡིས་མ་བཅོས་ས་སྟེ་ཟབ་ས་ནས་གཤེགས་ཡོད་བ་རེད་ཟབ་པའི་ཆ་ནས་གཤེགས་ཡོད་བ་རེད་ཟབ་པོ་ཟེར་བའི་སྐབས་སུ་ད་ལྟའི་ཡང་གནས་ཚུལ་ལོགས་ཀ་རེད་ཟེར་བའི་སྐད་ཆ་མ་རེད་ང་ཚོ་འདི་གོ་དགོས་ཀྱི་འདུག་བ་དང་པོ་གོ་དགོས་ཀྱི་ཡོད་རེད་འདུག་དེ་འདྲ་ཞིག་རེད་འདུག་དེ་འདི་ལ་སོ་སོས་འཇུག་དགོས་ཀྱི་ཡོད་རེད་འཇུག་ནས་དེ་ལ་ནན་ཏན་བྱེད་དགོས་རེད་དེ་ལ་གཡེང་བ་དང་རྣམ་གཡེང་གི་དབང་དུ་མ་སོང་བ་བྱས་ནས་ག་དུས་ཡིན་ན་འཇུག་དགོས་ཀྱི་ད་དེ་འདྲ་ཞིག་གཡུང་སུ་རྒྱལ་མཆོག་བློ་ཡིས་མ་བཅོས་པར་འགྲོ་འདུལ་ཆེན་དུ་འགྱུར་དྲན་རང་སར་གྲོལ་གཏི་མུག་རྣམས་དང་དུས་མིན་འཆི་བ་ཀུན་རིག་སྟོང་ཆོས་དབྱིངས་ཡེ་ཤེས་ངང་དུ་ང་རྒྱལ་དམ་སེལ་འབྱུང་པོ་སྤུན་དང་བཅས་ས་སྟོང་མཉམ་པ་ཉིད་དུ་ལྷུན་གྱིས་སུ་ཞེ་སྡང་འབར་ཞིང་འཁྲུགས་པའི་ས་ཡོད་དེ་མྱང་སྟོང་མེ་ལོང་ཡེ་ཤེས་ཀློང་དུ་འདོད་ཆགས་ཆུ་ལྟར་གཡོ་བའི་གདུག་པའི་བདེ་སྟོང་སོ་སོར་རྟོག་པའི་ཆགས་བྲལ་དུ། ཕྲག་ཏུ་རླུང་དམར་ཚུད་པའི་བདུད་བྱས་ཏེ་དྲན་སྟོང་ཆག་ཆག་སྐྱིད་ཞིག་རྒྱན་དུ་བཞག་སྐབས་སུ་ཧོང་གི་གླུ་ལ་ལྡིང་ཞིང་ཤིག་རེ་འགའ་ཅི་ཡང་མིན་པའི་སྟོང་པར་ཀྱང་རྣམ་ཀུན་མ་ཡེངས་མི་སྒོམ་རིག་པའི་ཆུ་བོའི་རྒྱུན་བཞིན་རྟག་ཏུ་བསུས་སྐོང་པས་དེ་ད་གིན་ངེས་ཞུ་ཡ་དེ་སྔངས་ཤར་ཆུ་བོའི་རྒྱུན་གྱི་རྣལ་འབྱོར་ལས་བརྩོན་ཁོ་རེ་ཟེར་ཡ་དེ་སྤྱན་གཅིག་ལ་བསྒུགས་ནས་བསྡད་པ་མ་ཡེངས་པ་སྤྱན་བྱུང་ན་འདྲ་མ་བྱུང་ན་འདྲ་ཆེས་མེད་བསམ་པའི་གདེང་གཅིག་སྒུག་གིན་འདུག་བ། དེའི་དེ་གདེངས་ཤིག་ཡོད་པ་ཡིན་ན་དེ་ནི་རྐྱེན་བྱུང་མ་བྱུང་ལ་རག་མ་ལས་པ་ཀོ། སྙམ་པ་ཆེན་པོའི་ངང་ལ་ཡལ་པ་ཉམས་ངང་ཤར་ཆུ་བོའི་རྒྱུན་གྱི་ནང་ལ་འགྲོ་ཐུག་གི་ཡོད་པ་ཡིན་དུས་ཆུ་བོའི་རྒྱུན་བཞིན་རྟག་ཏུ་སུས་ཁུམ་པ་ཟེར་ཡ་ཚིག་དེའི་ཆུ་བོའི་རྒྱུན་ཟེར་ཏེ་ཨུ་ཚུགས་རྒྱབ་ཟེར་བའི་སྐད་ཆ་མ་ཡིན་པ་རྐྱེན་བྱུང་དང་མ་བྱུང་ལ་རག་མ་ལས་པ་ཁྱེད་རང་གི་རང་བཞིན་སེམས་ཀྱི་གནས་ལུགས་རང་བཞིན། རང་བྱུང་གི་རིག་པ་དེ་ཐོག་ལ་ཡང་རྟག་ཏུ་གནས་པར་བགྱིད་ཤོག། རྐྱེན་བྱུང་སོང་ན་འདྲ་མ་བྱུང་ན་འདྲ་ཆད་པ་མེད་པ་རེད་ཕྱི་ཡི་རྐྱེན་དང་ནང་གི་རྐྱེན་ནམ་ག་རེ་བྱུང་ན་ཆད་པ་མེད་པ་རེད་ཟེར་ཡང་རྐྱེན་ལ་ཡང་གདོང་ཐེག་བྱེད་དགོས་པའི་སྐད་ཆ་བཤད་ཀྱི་ཡོད་རེད་དེ་འདྲ་ཡིན་དུས། ཆོས་ཀུན་འབྱུང་ཞིང་རྟག་ཏུ་སུས་གོམས་པ་དུག་ལྔ་ནད་དང་བདུད་ལྔ་རང་སར་ཁྲང་ཐུང་རིགས་ལྔའི་ཡེ་ཤེས་ཚེ་འདི་ཉིད་མི་མཐུན་གཟུང་འཛིན་གཡུལ་ལས་རྣམ་པར་རྒྱལ་ལྷུན་གྲུབ་རིན་ཆེན་གོ་འཕང་མངོན་དུ་གྱུར།